སྒྲུབ་པ་ཀུན་ལེགས་ཚིག་བཅད་དོ། སངས་རྒྱས་གོང་མ་སྒོམ་པ་བས། རིགས་དྲུག་སྡུག་བསྔལ་སྒོམ་པ་ཟབ་ས་ཅི། གོ། སངས་རྒྱས་གོང་མ། གོང་མ། སྒོམ་པ་བས། སྒོམ་པ་ལས་འམ་སྒོམ་པ་བས། རིགས་དྲུག་སྡུག་བསྔལ་སྒོམ་པ་ཟབ། འགྲོ་བ་རིགས་དྲུག་གི་སྡུག་བསྔལ་སྒོམ་པ་ཟབ་གི་རེད།

གང་དྲན་ཡོད་པ་འདི། སྡུག་བསྔལ་བའི་འཁོར་བའི་རྒྱ་མཚོ་ལ་ཡང་ལྷུང་བསྡད་པ་འདི། ཅིག་ང་ཚོས་ཅིག་ད་སྒོམ་དགོས་ཡ་ཆགས་མི་འདུག་ང་ཚོས་ཅིག་མཐོང་གི་འདུག་ངོས་སུ། ང་ཚོས་མཐོང་གི་ཡོད་པ་འདི་གི་འདི། མཐོང་བཞིན་པ་འདི་མཐོང་ཙམ་དུ་མ་བཞག་པ་ཅིག་ནས་ཡིད་ལ་བཞག་ནས། སོ་སོས་དེ་ཅིག་རྒྱུད་ལ་ཅིག་ཉམས་སུ་མྱང། རང་ཡིན་ན་ཡང། ད་ནི་སྡུག་བསྔལ་དང་བྲལ་བར་འདོད་པ་བདེ་བ་དང་འདྲེས་པར་འདོད་པའི་གང་ཟག་ཅིག་རེད། བྱས་ཙང་རང་གི།

སྡུག་བསྔལ་དང་ལེན་བསལ་མི་འདུག་བདག་གང་དག་ཅིག་སེམས་ཁུར་བྱས་ན་འདི་ག་འདི་ལ་དོ་སྣང་བྱས་ཏེ་གལ་ཆེན་པོ་འདི་མཐོང་བ། ལྷག་པར་དུ་གཉིས་ཅིག་ཉམས་ལེན་བྱེད་ཟེར་དུས་བསམ་ནས། ཨོ། ཅིག་སོ་སོ་ཕ་རུལ་པོ་དེ་ཡིན་བསམ་པ་ཅིག། ཕ་རུལ་པོས་མྱོང་བཞིན་པའི་སྡུག་བསྔལ་དེ་སོ་སོས་ད་ལྟ་མྱོང་གིན་ཡོད་བསམ་པར། ད་འདི་འདྲ་ཅིག་གིས་བདག་གཞན་བརྗེ་བ་ཟེར་ནས་འདྲ་འདུག། ད་མདོར་ན་ཅིག་བདག་གཞན་བརྗེ་བ་ཅིག་དང་མ་བྱུང་ནས་བདག་གཞན་མཉམ་པ་ད་ང་ཚོས་ཅིག་སྡུག་བསྔལ་གྱི་འཚོ་བ་ཡོད་པ་གཅིག་པོ་གཅིག་རྐྱང་རེད། དེ་རིང་འདོད་བསམ་ན་རང་ས་ལ་བ་མི་བཞག་ནས། ཅེས་དེ་ཅིག་བསམ་བློར་བཏང་བ་ཡིན་མིན་ན་ཁོང་ཚོར་བ་ཆད་ཡོད་རེད། དེ་འདྲའི་རིགས་ཀྱི་ག་ལེ་ག་ལེ་ཅིག་བརྒྱུད་བསྐུར་འདོད་པ་རེ་བྱུང་བ་ཡིན་གཞི་ནས་ཅིག་བསླབ་པའི་ཡི་དམ་གྱི་ལྷ་དཔེར་ན་ཅིག་ཕ་ཆོས་སྤྱན་རས་གཟིགས་ལྟ་བུ་ཞིག་དགོངས་པ་ཡིན་པ་ཡིན་ན་ཡང་ཅིག་དངོས་གནས་ཅིག་ཚོར་བ་ཡོད་བསྡད་པ་ཅིག་དང། ཨ་ནི་ད་ང་དངོས་གནས་ཁྲིད་ནས་ཅིག་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨ་ནི་ཅིག་ཕ་ཆོས་སྤྱན་རས་གཟིགས་དགོངས་ཀྱི་ཡོད་ཨང་བསམ་བསམ་ཡོད་པ་ཅིག་ད་དེ་འདྲའི་ཅིག་གིས་གང་ལྟར་ཅིག་བློ་ཆེ་བ་དོན་ཆེ་བ་རེ་བྱེད་པ་ཅིག་ཡོང་དགོས་རུང་བ་རེ་གཞན་མ་གཏོགས་ད།

སྤྲང་པོ་དེ་འདྲ་འདུག་བ་ཅེས། སྤྲང་པོ་ཡིན་ན་རེད། དེ་ཚོ་སྤྲང་པོ་ཡིན་ད་ཕྱུག་པོ་ཡིན་ཙང་ཁོ་ཚོ་མ་ཚང་ས་རེད། ད་དེ་རེད། ད་ཕྱུག་མིན་སྤྲང་མིན་དེ་ཚོ། ཨ་ནི་བས་ད་གར་སོང་ཨེ། ཁོ་ཚོ་དངུལ་ཏིག་ཟེར་བར་སོང་ད། ཨ་ནི་ཕྱུག་མིན་སྤྲང་མིན་དེ་ཚོ་བེ་ཡས་ཅིག་བ་ཅིག་བྱས་ནས་ད། བེ་རེ་ཅིག་དངུལ་གློག་བརྙན་དེ་རེད་ཡོང་འདུག་བ། ལབ་ས་ཅིག་སྤྲད་དགོས་བ་བསམ་ས་རེད་ཅིག་ཡིན་ནས་ད་སྤྲད་ནས་དེ་བ་ཅིག།

དངོས་སུ་ཅིག་ཕན་ཐོགས་བྱས་ཅིག་མ་བྱུང་བ་རེད་དེ། ཡིན་པས་ན་དེ་ཅིག་སེམས་ལ་བཞག་བྱས། ཅིག་རིང་པོར་མི་ཐོགས་པར་དེ་གའི་ལིས་ནས་ཅིག། ཅིག་སོ་སོའི་གི། ཁ་ཕན་ཚིག་ཕན་བ་དང་མ་བྱུང་པ་ཡིན་ན་ཡང་ཅིག་བྱས་ཨ་རོ་ཅིག་གི། འདུན་པ་ཅིག་ཡིད་ལ་བཞག་པ་ཡང་དེ་གལ་ཆེན་པོ་མེད་འགྲོ་བསམ་སྟེ་རེ་བྱེད་ཀྱི་འདུག་དེ་རིང་དེ་ཚོ་མདོར་ན་ཅིག། སྔོན་གྱི་རྗེ་བཙུན་གོང་མ་འདི་ཚོའི་ཉི་མ་གཅིག་གི་སོ་སོའི་ཀྱི་བྱ་བ་སྤྱོད་ལམ་གང་འདྲ་ཞིག་གནང་བ་ཡིན་ནའི་དེ་ཡང་ཅིག་ནམ་མཁའ་ལ་གནས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་འགྱུར་བ་ཅིག་གར་སོང་བས་དེ་དག་ཐམས་ཅད་ཀྱི་དོན་དུ་བྱེད་ཀྱི་ཡོད་ཟེར་བ་དཔེར་ན་ང་ཚོ་འདི་ཕལ་པོ་ཆེའི་ནང་གི

ཨ་ཏི་ཡག་པོ་ཡོད་རེད་ཡིན་ས་རེད། དངོས་སུ་ཅིག་ཕན་ཐོགས་བྱེད་མ་ཐུབ་ནས། ཨ་མགོ་ཅིག། སེམས་ལ་ཡ་བཞག་ཅིག། སེམས་ཅན་གྱི་དོན་སྒྲུབ་ཡག་དེ་སེམས་གཞན་ལ་བཞག་ནས། ཨོ་གོམ་པ་ཅིག་མ་གཏོགས་སྤོ་ཡག་མ་བྱུང་དེ་སེམས་ཅན་གཞན་གྱི་དོན་དུ་སྤོ་གི་ཡོད་སེམས་སོ་ར་བ་ཞིག་ཨོ་བསམ་བཏང་ཡག་ཅིག་འདུག་བ། ཨ་དེ་འདྲའི་འདུག་ས་ནས། ད་དེ་འདྲའི་རུ་ཅིག། ད་དེ་ཡང་དེ་རེད་ད་གར་ས་ཡང། སོ་སོས་དངོས་སུ་སེམས་ཅན་གཞན་ལ། ཕན་ཐོགས་པའི་སྐབས་ཡོད་བཞིན་དུ་ཡང་དེ་རེད་པ་གཡོལ་བྱས། འོ་ད་ང་གོམ་པ་བརྒྱབ་བསྡད་བསྡད་ཀྱི་ཡིན་ང་རེ་བཅོས་འཛུལ་བསྡད་ཀྱི་ཡིན་དེ་ཟེར་བ་མ་ད་ཡང་དངོས་སུ་ཕན་ཐོགས་པའི་སྐབས་བྱུང་ན་ཨ་ནི་ཅི་ལ་ཡང་བས་མི་འཛེམ་པར་བྱས་བྱས་པས་དངོས་སུ་ཕན་ཕན་ཐོགས་བྱའོ་རེད། ད་དངོས་སུ་ཕན་ཐོགས་པའི་སྐབས་མ་བྱུང་བའམ། ངས་དངོས་སུ་ཕན་ཐོགས་པའི་ཅིག

ད་ལྟ་ལྡི་ལི་ཁོ་ཕན་ཐོགས་ཡག་བྱུང་ནའི་དུས་ཕན་ལྟ་གི་མིན་ཕན་བཏགས་པའི་དུས་ཚོད་བྱུང་ནའི་ཕན་ལྟ་གི་མིན་གནོད་པ་ལྡོག་པའི་དུས་བྱུང་ནའི་གནོད་པ་ལྡོག་གི་མིན་ཨ་ཁོ་གང་རེད་ན་རེད་ད་ཁོ་ཤི་བ་དང་ཁྱི་ཤི་བར་ཁྱད་མེད་སོང་སོང་རེད་ཅེས་ནས་ཕ་གཡུག་བཏང་ན། ཨ་མ་ཤི་ཡང་ཁྱི་ཤི་བ་ལ་ཁྱད་ཡོད་རེད་མོད་ཡང་དག་འདི་བྱས་ཟིན་འོ་ཡ། ཨ་དེ་འདི་འདུག་བསམ་ནས་ཨོ་ད་དེ་འདྲའི་རེད་ཅེས་བསམ་བློ་བཏང་ན། ཨ་བོ་ཡོད་ས་རེད་གཞན་མ་གཏོགས་ང་ཚོའི་མཚམས་རྩ་གཅིག་ང་ཚོ་མཚམས་རྩ་གཅིག་ཐིགས་པ་ཆེན་པོ་ཡིན་ས་གཅིག་བར་དུ་སེམས་ཅན་པའི་བློས་གཏོང་རྐྱང་རེད་ཅིག་ཟུར་བ་བ་ཅིག་གཏོང་གི་གཏོང་གི་བྱེད་དོ་ད་ཐིགས་པ་སེམས་ཅན་བློས་གཏོང་གི་གཏོང་གི་བྱང་ཆུབ་སེམས་སྡོམ་ལེན་གི་ལེན་གི་བྱེད་ན། ཨ་བོ་ཡག་པོ་རེད་འདུག་ཨ་བོ། ད་ཚ་གྲོགས་ཡོད། ད་གཅིག་མ་དོ་མེད། འདུག་རུང། རང་གཅིག་པུར་གནས་ཀྱང་རུང། ཚོགས་པར་གནས་ཀྱང་རུང། ད་མདོར་ན་ཅིག། ང་ཚོའི་སེམས་ཀྱི་དབུས་དང། ཨ་ནི་ཅིག་མིག་གི་མདུན་དེ་ལ་ཡང། ཨ་ནི། ཁམས་གསུམ་གྱི་སེམས་ཅན་ཐམས་ཅད་ཀྱི། ཐམས་ཅད་སྡུག་བསྔལ་བཟོད་མེད་ཀྱིས་མནར་བསྡད་པ་དེ་མ་བརྗེད་པར་བྱེད་དགོས་པ་དེ་ད་གལ་ཆེན་པོ་ཡིན་ཟེར་སོང། ད་ང་ཚོ་མཚམས་མཚམས་ད་རྗེས་འགྲོ་རྗེས་འགྲོ་བྱེད་དགོས་པ་དེ་ད་ཨ་ནི་ད་གང་ལྟར་གྱི་ག་དུས་ཡིན་ནའི་ཀྱི་སེམས་ལ་ཡག་པའི་ཅུག་ཅེ་ཨོ་ད་སེམས་ཅན་དེ་གི་དེ་གི་བྱེད་པའི་སྡུག་བསྔལ་གྱིས་མནར་དུ་ཡོད་སོང་སོང་ར་གྱི་སེམས་ལ་ཡག་ལྷ་ངའི་བྲན་ཡག་ཅིག་དང།

སྐུ་གོང་མ་ཡོད་ཅེས་ཁོང་མཇལ་ཡོང་དུ་ཟེར། ད་དེ་ནས་མཇལ་ཡོང་བའི་སྐབས་ལ། ངས་དུས་དཔེ་ཀྱི Screen ནང་ལ་འཚམས་དངོས་གྲུབ་མཐོང་པའི་དངོས་གྲུབ་ཚེ་རིང་དེ། དངོས་གྲུབ་ཚེ་རིང་ད་གཞི་དེ་ལ་ཡོད་ནས་དངོས་གྲུབ་ཚེ་རིང་གནང་བ་མ་རེད།

ལྟ་ཡིན་ན་ཡང་ཁོ་བཀྲིས་པའི་གློག་མ་སད་བར་དུ། མི་སུས་དེ་ཁོ་དངོས་གྲུབ་ཚེ་རིང་འདི་ཡིན་ཡང་ཡོད་མ་རེད་ཟེར་ལབ་པ་ཡིན་ནས། ཨ་ནེ་འཕྲུལ་དངོས་ལ་དེ་དངོས་གྲུབ་ཚེ་རིང་གནང་བསྡད་ཡ་དེ་མེད་འགྲོ་མ་རེད། གློག་མ་སད་བར་དུ། ཨམ་ནེ་འཕྲོག་ལག་མ་ཤོར་བར་དུ་ཟེར་མ་རེད་ད་ག་ཚོད། ད་དེ་རེད་འདོད། ད་ཁོ་བཀྲིས་པས་དེ་སྒོ་བརྒྱབ་ཡོད་མིན་ན། སྒོ་བརྒྱབ་པའི་སྐབས་ལ་ཡ་ཨ་ནེ། ག་ས། དངོས་གྲུབ་ཚེ་རིང་ཁོ་ཨ་ཁོ་ཐོག་ཨ་མེད་པ་ཆགས་འགྲོ་གི་རེད།

ཁོ་ཡོད་པར་འཁྲུལ་ནས་ཡོད་པར་སྣང་ནས་སོང་བ་དང་ཡོད་པར་འཁྲུལ་ནས་ཡོད་པར་འཁྲུལ་བའི་གི་ད་སྣང་བ་དེ་ཁོ་རང་ག་སོང་རེད་འགག་སོང་རེད། ད་དེ་རིང་ད་དེ་འཁྲུལ་པས་བསླད་པ་རེད་དོ་འཁྲུལ་པས་བསླད་པ་ད་དེ་ཡང་ཁྲར་གྱི་འཁྲུལ་རྒྱུས་བསླད་པས་སོ་ཞེས

ཧོ། གར་ཤོ་ཡ་དག་འདི་སྟེ་དངོས་པོའི་ཆོས་ཐམས་ཅད། སྣང་བ་ལྟར་བའི་སེམས་ལ་པའི་དན་ཏེ་དྲུག་དྲུག་ཏུ་སྣང་བ་ནང་བཞིན་གཅིག། དོན་དུ་པའི་དྲུག་ཡོད་མ་རེད། མ་གྲུབ་པའི་རྒྱུ་མཚན་ག་རེ་ཟེར་ན་དངོས་ཡོད་གནས་ཚུལ་ལ་ཡང་སྐོར་བདེན་པར་མ་གྲུབ་པ་སྟོང་ཉིད་ཆ་དེ་ཡོད་རེད། ཡིན་ནའི། ཨ་དག་ན་བཤད་པའི་སྣང་ཙམ་དུ། སྣང་ཙམ་ཞིག་མེད་པར་འོས་ཟེར་སྣང་ཙམ་ཞིག་མེད་པ་མ་རེད། སྣང་ཙམ་ཞིག་མེད་པར་མི་རུང་བ་ག་རེད་ཟེར་ན། ག་ཧྲུའེ་དང་ཕན་ཚུན་རྟེན་འབྲེལ་རྒྱུ་འབྲས་སྣ་ཚོགས་ལ་ལྟོས་ནས་སྣང་བ་འདི་སྣང་ཙམ་ཞིག་ཡང་མེད་དུ་མི་རུང་བ་རེད། ད་དེ་འདྲའི་འདུག་ས་ནས་ད་མདོར་ན་དེ་འདྲས་ཡོད་པའི་ག་ཧྲུའེ་དང།

ཁོ་ཚོ་འགོ་བ་དེ་ཡང་ན་མདོ་ན་ཅིག་མ་རིག་པས་ནས་འགོ་བཙུགས་རྗེས་ནས་འཁོར་བའི་འཁོར་ལོ་འདི་གོ་ཡ་ཅིག་དེ་ནས་ཅིག་བྱུང་འདུག་བ།